མི་སྣ་སྒོ་ཕྱེ། སྒོ་ལྟ་བུ་ཕྱེ། ཁྱང་སྒོ་ཕྱེ་ན། སོ་སོ་རང་དོན་དུ་འགྲིག་གི་ཡོད་ཟེར་བ་བཞིན། མི་བསམ་པ་བཟང་སྒོ་ཕྱེ་བྱས་པ་ཡིན་ན་བྱབ་རྒྱལ་ངལ་གསོའི་ཐུགས་ཁུར་བ་དེ་མར་བལྟ། རྩ་བ་ཉིད་ནས་མར་བལྟ་སྟེ། གྱོང་སྒོ་ཕྱེ་ཟེར་ཏེ། རྣམ་དཔྱོད་ཡངས་པའི་འོག་ནས་གྱོང་སྒོ་ཕྱེ་ཡོད་དེ་ཡོད། ད་བྱང་ས་མང་ཀློག་ཡོང་ན་ཤེས་ཡོང་གི་འདུག་མང། བྱང་ཆུབ་སེམས་དཔའ་ཚོའི་བསླབ་བྱ་འདི་བྱང་ཆུབ་སེམས་དཔའ་སུ་ལབ་དུས་བྱབ་རྒྱལ་ངལ་གྱི་རྩ་བ་ཉིད་ནས་རེད་མི་འདུག་ག། རྐྱེན་དང་འཚམས་པ་ག་རེ་བྱེད་དགོས་ཡོད་ནས་དེ་བྱེད་ཡག་ཅེས་གསུངས་བྱ་མ་གཏོགས་བྱང་ཆུབ་སེམས་དཔའ་ལབ་དུས་མི་ཆོ་ལོས་རྒྱབ་ཆུང་བ། སྙིང་མེད་པ་དེ་འདྲ་ཞིག་རྩ་བ་ཉིད་ནས་མ་རེད། ས་དེ་འདྲ་ཡིན་དུས། ད་གིས་ཤར་ཤེས་རབ་ཀྱི་གྲོགས་དང་བཅས་པ་ཡིན་དུས་རྩ་ནས་དེ་ཡང་ཁྲེས་པུ་རྐྱང་གསུམ། ངོ་དང་བདུན། རྒྱ་མདུན་ཁྲེས་ཡུན་གྱི།

ས་དེ་ཚོའི་ཐད་དེ། ས་དེ་འདྲ་ཡིན་དུས་ང་རང་ཚོ་མང་པོ་ཅིག་གིས་མི་བསམ་པ་བཟང་པོ་བྱས་ན་རྒྱབ་ཆུང་བ་མགོ་ལ་སྐྱེ་འགྲོ་སྐྱེ་འགྲོ་བྱེད་ཀྱི་འདུག་བ། ཨོ། གམ་ཚོ་ཞིག་ཟེར་ཡ་རེད་བ། ཨོ་དེ། རྒན་པོ་རང་མ་ཁེབས་ཞོར་གདོང་ནག་སྟེང་ཟེར་ཡམ་རེད་ཁ་ཤས་ཡོང་འདུག་བ། དེ་དཔེ་ཇི་མ་རེད་སེམས་ཀྱི། ཨ་ནི་ལྷག་པར་ཆོས་མེད་མཁན་གྱི་མི་དེ་འདྲས། ཡིན་པ་ཡིན་ན་བྱམས་པ་སྙིང་རྗེ་སེམས་ལ་ཨ་དེ་ཆོས་པའི་སྐད་ཆ་རེད་གསུངས་སོ་རེད་ཤེས་གི་འདུག་དེ་དཔེ་ཇབ་ཆུང་བ་རེད་ལྐུགས་པའི་སྐད་ཆ་རེད་གླེན་པའི་སྐད་ཆ་རེད། བསམ་པ་བཟང་པོ་ཟེར་དེ་སུ་ལས་གོ་བ་རེད་དཔེར་ན་ཁྱི་དང་བོང་གུ་ཁྱི་དང་གཅིག་དུད་འགྲོ་ཚུལ་བསམ་བློ་བཏང་ནས་ཁོ་རང་ཚོ་ནང་ཚགས་ཀྱི་བསམ་པ་བཟང་པོ་ཚུལ་བྱས་ལ་ཁོ་རང་ཚང་མ་ལ་གོ་བ་འདེགས་འདུག་བ་དགའ་པོ་ཆགས་འདུག་བ་རེད་བ། ཅེས་ཁྱི་དང་དུད་འགྲོ་ཨ་དེ་ཅིག་སེམས་ཅན་སུ་དང་སུ་ཡིན་ནས་རྩུབ་པོ་བྱས་བསྡད་མཁན་དེ་ལ་འཁོར་གྱི་མི་འདུག་བ་ནང་ཚགས་ཁོ་ཚོ་ཆོས་ཞེ་ཐག་སྐད་ཆ་ཡོད་མ་རེད་དེ་ཁོ་ད་ལྷན་སྐྱེས་རེད་བ་ཚེ་དེ་འདྲ་ཡིན་པ་ཡིན་དུས་ང་རང་ཚོ་བསམ་པ་བཟང་པོ་བྱས་ཡ་ལས་དང་དོད་བྱས་དེ་དཔེ་གལ་ཆེན་པོ་རེད་བཞག་ང་ད་དེ་ལྟར་གོ་མ་བྱེད་ཅང།